ངའི་མི་ཡུལ་གྱི་གསང་ལམ་འདི་ནས་ཁྱོད་ལྟ་ཐུབ་ན་ལྟོས་ཆོག། ཨག་ཉི་ལ་ལུས་ཀྱི་སྐལ་བ་མ་གནང་བས་ཨག་ཉི་ལ་ཕ་མའི་གོ་སྐབས་མ་བྱིན་པས། འདི་ལྟར་ལན་སོང་བ་བདེན་ཅིང། ཤི་ན་རིགས་བསྲུང་གི་འཛུམ་མདངས་ཁྱོད་ཡིན་གསོན་ན་ཧྲག་བསྲུང་གི་དྲོད་ཁོལ་ཁྱོད་ཡིན། ཁྱོད་མ་ངུ་ཕྱིར་ལ་སོན། ཁྱོད་སྐྱིད་ན་ང་ཡང་སྐྱིད་པའི་སྣང་བ་ཤར་གི། ཁྱོད་དགའ་ན་ང་ཡང་དགའ་བའི་ཚོར་སྣང་སྟེར་གི། གདོང་གི་མིག་གཅིག་སྟོང་ཙམ་བཞོག། སྐྱོ་བའི་རྔན་པ་འཐེན་ཙམ་བཞོག། ལས་དབང་ནི་ངུས་ནས་ཕར་འགྲོ་བ་ཞིག་གཏན་ནས་མ་རེད། ལས་དབང་ནི་སྡུག་ནས་ལྡོག་འགྲོ་བ་ཞིག་ཡེ་ནས་མ་རེད། མིག་སྤྱི་ཇི་ལྟར་གཏོང་ན་ལས་དབང་དེ་ལྟར་སྡུག་འགྲོ། ཡིད་སེམས་ཇི་ལྟར་སྡུག་ན་ལས་དབང་དེ་ལྟར་མེད་འགྲོ། ཁྱོད་མ་ངུ་ཕྱིར་ལ་སོང། ངས་ཁྱོད་ལ་མི་རྟག་གཏམ་རྒྱུད་བཤད་ཡ། ཁྱོད་ལ་མི་ཚེའི་ལོ་རྒྱུས་བླངས་ཡ། ང་སྐྱེས་བ་ནས་ཤི་བའི་བར་དུ། ང་ཐོབ་པ་ནས་ཤོར་བའི་བར་དུ། མི་ཚེ་འདི་ཁྱོད་ལ་སྟེར་ཞིང་ཁྱོད་ལ་འབུལ་ཁོ་ཐག་ཡིན། ཁྱོད་མ་ངུ་ཕྱིར་ལ་སོང། བདག་ཉིད་ལ་སང་ཉིན་ཉི་མའི་རྩིས་ཤིག་ཡོད། ཡང་མིན་ན་སྐྱེ་བ་ཕྱི་མའི་ལུས་སྨིན་ཡོད། ཚེ་ཐོག་འདི་ནས་འདི་ལྟར་སྡུག་གི་ཚར་སོང་རུང་སྐྱོ་བའི་ཤི་སོང་རུང། དུངས་བཞིན་ཁྲག་གི་ཐུག་པ་མ་སྐུམ་བསྡད་ན། ཞེ་འདང་དར་སྐན་འདི་པ་མ་དྲོད་སྒུག་ན། ལུས་དང་སྐལ་བ་ཡག་པོའི་ཉི་མ་ཞིག་ཡིན་གྱི་ཤ་རུང། ཚེ་དང་བསོད་ནམས་འཛོམས་པའི་དུས་སྐབས་ཤིག་ཡིན་གྱི་འཁོར་སྲིད། ཁྱོད་མ་ངུ་ཕྱིར་ལ་སོང། ཁྱོད་ངུ་ཐེངས་མང་ན་ངའི་མཆུ་ལུམ་ལ་རྡོག་གིས་གནོན་སྲིད། ངའི་མི་ཡུལ་ལ་བདེ་མོ་འཇོག་ངེས། དོ་དགོང་གི་མིག་ཆུ་འདི་སུས་ཀྱང་མི་ཁོག་པའི་མིག་ཆུ་ཞིག་ཡིན་ཀྱང། དོ་དགོང་གི་སྡུག་བསྔལ་འདི་སུས་ཀྱང་མི་སེལ་བའི་སྡུག་བསྔལ་ཞིག་ཡིན་ཀྱང། ཁྱོས་ང་ལ་སྙིང་རྗེ་ཡི་ཚུལ་དུ་ཨམ་གཙིགས་སྡོམ་རོགས། ཁྱོས་ང་ལ་གུ་ཡངས་ཀྱི་ཚུལ་དུ་མགོ་ལྕོག་ལྡེམ་རོགས། ཁྱོད་མ་ངུ་ཕྱིར་ལ་སོང། ཚེ་རབས་ནས་ཚེ་རབས་བར་དུ་སྐལ་བ་དེའི་སྐལ་བའི་བར་དུ། ངས་རྣམ་ཤེས་ཀྱིས་ཁྱོད་རང་འཚོ་ཞིང། ཁྱོད་ཀྱི་ལུས་དྲུང་དུ་རྟག་བཞུགས་གནང་སྟེ་ཁྱོད་ལ་སྐྱོ་གྲོགས་དང་སྡུག་གྲོགས་བྱེད་ངེས་ཡིན།